དེ་ནས་གཉིས་པ་དེ་ཡང་སྲིད་སྐྱོང་གིས་ད་ཅིག་བཀའ་མོལ་གནང་ལོག་ནས་ད་འདི་ཁམས་པ་དེ་ཚོ་རུ་བ་ད་ཁམས་པ་དེ་ཚོ་ཅིག་ཁ་ལོ་ཞེན་གོག་ཡོད་བསྡད་པ་ལུང་ཚན་གྱི་ཞེན་གོག་ཤུགས་ཆེན་པོ་ཡོད་བསྡད་པ་ཨ་ནི་དག་ན་ཞེས་ཅིག་འཛམ་བུ་གླིང་གི་གནས་སྟངས་གོ་མ་ཚུ་བ་རུ་བ། འཛམ་བུ་གླིང་གི་གནས་སྟངས་གོ་མ་ཚུ་བ་བྱས་བྱས་ཨ་ནི་ཅིག་ནང་འཁྲུག་མང་པོ་རྒྱག་གི་ཡོད་པ་ད་ནང་ལོག་ནས་ནང་ལོག་བཤད་ན་དཔའ་བོ་བརྩི་གི་ཡོད་པ། དེ་སྲིད་ཡོང་གི་དེ་འདྲ་ཞིག་གཟིགས་ཀྱི་ཡོད་ན་རེད། དགོངས་ཀྱི་ཡོད་ན་རེད། གང་ལྟར་དེ་འདྲས་ཀྱི་བཀའ་མོལ་ཞིག་གནང་བཞག་དེ་ཏག་ཏག་བསྡད་ཡོད་མ་རེད། ཁམས་པ་ལབ་ཚར་བའི་བརྗོད་ལ། ཁམས་པ་ཚང་མ་ཚུགས་ཀྱི་རེད་མ་གཏོགས་དེ་ནང་ལོགས་ནས་ཡང་གཅིག་དེང་སང་ང་ཚོ་སྤྱི་ཚོགས་ནང་ལོགས་ལ་ལྡི་ལི་ཆི་ཞུ་གོང་དྲུག་ལ་ནས་བད་ཁོ་རང་ད་ཅིག་དུས་ཚོད་གཅིག་ལ་ང་ཚོ་གི་རྒྱ་མི་ལ་དགྲ་ཁ་བསྡད་བྱས་པ་རེད། དུས་ཚོད་གཅིག་ལ་ནི་དུས་སུ་ལྡི་ལི་ཆི་ཞུ་གོང་དྲུག་ལ་དགྲ་ཁ་བསྡད་བྱས་བསྡད་པ་རེད། འདི་ཚོའི་གཅིག་ལ་ནི་གཅིག་ཡང་ལྷ་སྟོད་ངན་འགྲམ་རེ་གི་དགྲ་ཁབ་གཏད་བྱས་བྱས་ད་གང་ལྟར་སྤྱི་ཚོགས་ནང་ནས་སྤི་གང་དུ་བྱས་བསྡད་པར་བ། ད་ཡང་རོ་རྙིང་པ་རེ་བྱས་ཡ་ལང་བྱས་ཡང་དེང་སང་སྤྱི་ཚོགས་ནང་ལོག་ཡ། དུ་ཟད་འདི་གཙོ་བོ་དར་ནག་གི་སྲིད་ཇུས་རེད་ད། ལྡི་ལི་ཆི་ཆུ་ཀོང་རེ་དེ་ལ་དུག་རེ་ངན་རྩིས་བཤད་བསྡད་ངེས་ཤིག་དུ་བ། ད་འདི་ལྟར་ཁམས་པ་གི་ཆོལ་ཁ་ལ་བོར་བའི། ཁ་འདས་གང་ཚོའི་སྐྱིད་སྡུག་ཆེ་ཤོས་དེ་ད་དབུས་གཙང་སྐྱིད་སྡུག་ཡོད་རེད། འདོད་མེད་སྐྱིད་སྡུག་ཡོད་རེད་ད་འདོད་འདོད་སྐྱིད་སྡུག་དེ་ལྡི་ལི་ཆུ་ཆུ་དགོང་དྲོ་དེ་ཆགས་བསྡད་ཀྱི་ཡོད་རེད་ལི་གུང་ཨ་མ། ད་འདི་ལ་ཏུག་རིས་ངན་ཚིག་བཤད་བསྡད་ཀྱི་དུས་ཚོད་གཅིག་ལ་ཡང་ད་ལྟའི་སྲིད་སྐྱོང་གིས་ནས་འདི་གང་ལ། ཅིག་ཁ་ལོ་མེ་འབར་བའི་སྒང་ལ་སྣུམ་ཞོད་ལམ་ངན་བཟོས་འགྲོ་ཡང་དེ་འདྲའི་གསུངས་པ་ཡིན་ན། ནི་དེ། ཁམས་རིགས་རྒྱལ་སྤྱི་མི་དམངས་ཚང་མ་ལ། སེམས་ནང་ན་ཚ་བཟོས་ཡ་ཅིག་རེད་མ་འདུག་དེ་གང་ཟག་གཅིག་གཉིས་ཅིག་ལ་ཕོག་དགོས་ཡ་དག་གཅིག་གཉིས་དགོས་ལ་ཅིག་ཅིག་ལ་དགའ་དགོས་ཡ་དེ་འདྲའི་སྐད་ཆ་མ་རེད་བ། དེས་ན་ཁམས་པའི་མི་གང་ཟག་མིང་སྟོན་བྱེད་ཁ་ཤས་ཅིག་གི་མིང། མ་གཏོགས་ཚང་མ་དེའི་ནང་རྒྱུག་པ་ལེབ་མཐོང་བྱེད་ན་ཏག་ཏག་ཞིག་བསྡད་ཀྱི་ཡོད་ནི་མིན་ན། རེད་པ། ཁམས་པའི་མི་གི་རྒྱལ་གཅེས་ཆབ་སྲིད་ཤེས་ཀྱི་མེད་པ་ཡིན་ན། ཨ་ནི་ག་རང་ཅན་གྱི་ད་ལྟ་བར་དུ་བོད་རྒྱ་འབྲེལ་མོལ་གྱི་སྐུ་ཚབ་གཙོ་བོ་དེ། སྒེར་ཀླུ་རི་རྒྱལ་མཚན་ལགས། བ་བ་ཁྱི་སེང་རྒྱལ་མཚན་ལགས་གམ་པར་བ། ཨ་ནི་རྒྱལ་གཅེས་ཀྱི་གནས་ཚུལ་མགོ་བཅད་མ་ཚོ་བཅད་ནག་ཀུན་ན་མདའ་བརྒྱབ་ནས་འཆིང་པར་རེད་པས་རྒྱ་ནག་ལ། གྱ་འམ་ཅན་སྐུ་ཚབ་ར་བ། དག་ན་ཤིང་ཡིག། ལོ་ཁ་ཤས་སྔོན་ལ་དང་གྱ་འམ་ཅན་གྱི་ཕྱག་གཡས་པ་དེ་གཡོན་མ་ཡིན་གསུངས་བསྡད་ཀྱི། གང་ཟག་གཉིས་ཀ་ཁམས་པར་དང། ར་བ། སྐྱབས་རྗེ་མཁས་དབང། ཟམ་གདོང་རིན་པོ་ཆེ་ལ་ཁམས་པར་རེད་ཕྱག་གཡས་པ་ཡིན་གསུངས་པར་བ། ཕྱག་གཡོན་མ་དེ་དཔལ་ལྡན་སྲིད་སྐྱོང་ཟུར་པ། བློ་བཟང་སེང་གེ་ལགས། འབུམ་རམས་པ། དེའི་ཁམས་པ་རེད། འཛམ་བུ་གླིང་གི་སྡིངས་ཆ་ནང་ལོགས་ལ་རྒྱལ་སྤྱིའི་གི་ཆབ་སྲིད་བཤད་ནི་ཅིག་ཐད་དེ་གི་ངས་མང་པོ་ཅིག་མཐོང་སོང་མ་གཏོགས། བློ་བཟང་སེང་གེ་གི་ཆོས་བཤད་བསྡད་པ་དང། ཅིག། མཚར་གཏམ་བཤད་བསྡད་པ་དེ་འདྲ་སྐད་མཐོང་མ་ཟད། རེད་བ། ངས་གི་བློ་སེང་གེ་ལགས་ད་ལྟ་རྒྱལ་སྤྱིའི་སྡིངས་ཆ་ནང་མཐོང་བསྡད་རྒྱུ་ཚང་མ། ཁོ་བ་ལས་མཇལ་བ་ནི་ད་ཉེ་བའི་ཆར་ལ་ད་ལྟ་ཐའེ་ཝན་གྱི་གསར་ཁང་ཅིག་ནང་ལ་བཅར་འདྲི་གནང་སོང་བ། དེ་ཚོ་ཚང་མ་རྒྱལ་སྤྱིས་ཀྱི་ཆབ་སྲིད་ཤེས་བྱ་ནི་བོད་དོན་གལ་ཆེན་པོ་ཡིན་པ་དང། རྒྱལ་སྤྱིས་ཀྱི་ཆབ་སྲིད་ཤེས་བྱ་རྒྱ་ནག་ཕྱི་ནང་ཚ་བོ་ཡིན་པ་ཉེན་ཁ་ཚ་བོ་ཡིན་པ་དེ་འདྲའི་གི་བཀའ་མོལ་གན་རྒྱ་བཏང་ཆེད་འཛམ་བུ་གླིང་གི་ཅིག་གདེང་འཇགས་ཆེར་བྱེད་ཚུལ་སྐད་བཏང་འདི་སྐྱོར་མཐོང་སོང་མ་གཏོགས། ཡང་ཅིག་མོ་རྒྱབ། ཆོས་བཤད། གླུ་ལེན། རེད་བ། དེ་འདྲའི་གི། འདི་འགྲོ་འདི་འགྱོ་ངས་ཐོག་མ་ཟུར་བ་ནི་བ་འདི་སྲིད་སྐྱོང་དེ་འདྲ་བཟི་ཡོད་ན་མི་ཤེས། ད་དེ་འདྲའི་གི་ཅིག་བྱས་ཡོད་འདི་འགྱོ་མདུན་ལ་ཡོད་གི་ཡོད་གི་ལ། དེ་ནི་ཁམས་པ་ལས་ལྐུགས་པ་རེད་གླེན་པ་རེད། ཨ་ནི་ནང་ནི་ནང་ལ་སྐྱོ་བས་དེ་མ་གཏོགས་ཕྱི་ལོག་ལ་དགྲ་བོ་ཁ་བརྡས་ལ་བྱས་ཐུག་གི་མ་འདུག་གསུངས་པར་བ། བཞི་བཅུ་ཞེ་དགུ་ནས་ལྔ་བཅུ་ང་དགུ་བར་དུ་ཕོ་ཟད་མོ་ལ་ཐུག་ཆ། ཁམས་པའི་ལུང་ཚན་སོ་སོ་སོ་སོ་གི་རྒྱ་མི་ང་བཀག་ཆ་དམག་རྒྱབ་ཆ་ལོ་བཅུ།

ལྷའི་ཟས་ལ་འདུ། བསྟན་སྲུང་དང་ལོ་དམག་གི་རུ་ཁག་བཙུགས་ནས་བསྒྲུབས་པ། ད་མི་ག་ཚོད་ཅིག་གི་ཚེ་སྲོག་ཤོར་ཡ་རེད། ཡ་ད་རྒྱ་མིས་ཕ་བསད་པའི་ལོ་རྒྱུས་དེ་འདྲ་ཧང་སང་དེ་འདྲ་བཤད་ཡ་དེ་ང་ཤེས་མེད་རེད་བ། གང་ཡིན་ཟེར་ན་ཕ་ཕྱི་ལོག་ལས་བང་འདི་བཅས་ཕོག་མར་ལབ་རེད་བ། ཡིན་ནའི་ད་དེ་མི་འདི་ག་ཟིག་གིས་མ་ཕོག་ནའི། བོད་ཀྱི་རྩ་དོན་དང་བོད་ཀྱི་དོན་དག། བོད་དམག་ག་ཚོད་གྲོངས་ཡོད་རེད། འདི་ཚོའི་ནང་ལོག་ནས་བརྒྱ་ཆ་དགུ་བཅུ་ཟིག་ཁམས་པ་རེད་བ།

བོད་གཞུང། རྒྱ་གར་ནང་བཙུགས་ནས་ད་ལྟ་བར་དུ་རེད་བ་གཞུང་ཞབས། བཀའ་བློན་ཁྲི་པ། རེད་བ། བཀའ་བློན་ཁྲི་པ། མ་ང་དེ་ཆོལ་ཁ་ག་ནས་རེད་དོ། དངོས་གནས་བཙན་བྱོལ་ནང་ལོ་ན་བརྒྱ་ཆ་དྲུག་ཅུ་བདུན་ཅུ་དབུས་གཙང་པ་རེད། བཀའ་བློན་ཁྲི་པ་ག་ཚད་རེད་དོ། ད་ཨམ་དུ་མཁས་པ་རྐྱང་རྐྱང་ཡིན་ལོག་རེད་དངོས་གནས་སློབ་སྐྱོང་ཡོད་ངེས།

སྲིད་སྐྱོང་བཙན་མ་འདུག་ཚང་མ་ཁམས་པར་བ། དེ་ནས་ཁམས་པས་ཤེས་མཁན་མ་རེད་ལབ་ན་ཕྱི་དྲིལ་བཀའ་བློན་དེ་ཁམས་པ་ཆེ་ཤག་རེད་བ། འཛམ་བུ་གླིང་ལ་བོད་དོན་དང་འཛམ་བུ་གླིང་གི་ཆབ་སྲིད་བཤད་ནས་འཛམ་བུ་གླིང་སྡིངས་ཆ་གང་ལ་བོད་པའི་ཕྱི་དྲིལ་བཀའ་བློན། Foreign Minister། དེ་དཔེ་མི་སྲིད་གི་གལ་ཆེན་པོ་བརྩིགས་ཡོད་རེད་བ། ཨ་རི་གི་ཡིན་ན་རེད། རྒྱ་ནག་གི་ཡིན་ན་རེད། རྒྱ་གར་གི་ཡིན་ན་རེད Foreign Minister དེ་ཞེའུ་ཅུ་གོ་ཡོད་ལ་འོར་དེ་ཁམས་པ་ཤག་འདུག་བ་དཔེ་མི་སྲིད་ལགས་ཀྱི། ཨ་ནི་དགེ་བཤེས་གནས་ཚུལ་གང་ཡང་གོ་མ་ཚུགས་ངས་ལྐུགས་པ་གླེན་པ།

བདག་སྐྱོང་བྱེད་མཁན། ལ་མ་ང་དེ་ག་ནས་རེད་དོ་དེའི་གཅིག་གཟིགས་དང། རེད་པ། དངོས་གནས་གཅིག་དཀའ་ལས་རྒྱབ་སྡད་མཁན། ཐ་ན་གཞི་ད་བོད་པའི་གཞིས་ཆགས་ཁག་ཚང་མའི་ནང་ལོ་ཡ་ད་བོད་པའི་དགོན་པ་ཡོད་སྡད་པ་ཡིན་ན་དགོན་པ་དེ་གི་དགོན་བདག་བླ་མ་དེ་ཁམས་པ་ཅིག་ཡིན་པ་ཡིན་ན་དེ་དགོན་པ་དེ་ཆེ་ཆུང་ག་འདྲ་ཞིག་དོ་ཚགས་ཚུད་ལས་ག་འདྲ་ཞིག་འགྲོ་དོ་རེད་པ།

བོད་ཀྱི་ཐོག་ལ་ཞེན་ཁོག་ཡོད། ད་ལྟ་བར་དུ་ཁོ་རང་གིས། ལི་ཐང་ཨ་ད་དུ། ཆུ་ཆུ་གོང་དུ་དམག་ནང་ཞུགས་བྱས་ཁོང་རྒྱལ་གླུ་ཐོན་དྲུག་གིས། གཡང་ལ་ཆོམ་ནད་ནས་ཆོམ་པ་རེད་མེ་ལ་ཆོམ་ནད་ནས་ཆོམ་པ་རེད་དངོས་གནས་ག་རེ་བྱས་ལབ་དེ་བྱས་བྱས། བཀའ་གསུང་གཅིག་བསྒྲུབ་བྱས་ནས་འགྲོ་བསྡད་དེ། བོད་རྒྱལ་སྤྱིའི་མི་མང་དང་བོད་ཀྱི་རྩ་དོན་གྱི་ཐོག་ལ་ཞེན་ཁོག་བྱས་ནས་ཕྱིན་པ་རེད་མ་གཏོགས། དེ་ལི་ཐང་གི་ཆེད་དུ་ཞེན་ཁོག་བྱས་ནས་ཕྱིན་པ་མ་རེད། ཁམས་པའི་ཆེད་དུ་ཞེན་ཁོག་བྱས་ནས་ཕྱིན་པ་མ་རེད། ང་ཚོས་ཀྱི་མི་དེ་གི་ཡལ་ག་ཇེ་སྐྱོ་སྟེ་བརྒྱ་ཡོད་ན་གཅིག་མ་ཤེས། སྡུག་ག་ཇེ་སྐྱོ་སྟེ་གཅིག་ཡོད་ན་དེ་བརྒྱ་ཡ་ཤེས་ཆེ་འགྲོ་བསྡད་ཀྱི་འདུག་བ་དེ་ཏག་ཏག་མ་རེད། རེད་བ། ང་ཚོས་སློབ་གྲྭ་ལ་ཡིག་རྩ་བཏང་བས་ན། ཁྱེད་རང་གི་བརྒྱ་ཆ། པཱས་ལོན་ལ་བོར་བ་རྒྱུགས་འཕྲོད་ལ།

ནི་བད་ཁོ་རང་མིང་རྗེས་གསོལ། ཧྥེལ་ཏང་ཞེས་དོ། བརྒྱ་ཆ་དགུ་བཅུ་གོ་དགུའི་ལོན་ནས་ཧྥེལ་ཆག་སྒོར་དང་ང་རང་ཚོའི་སྤྱི་ཚོགས་ནང་ལོ་ཡ། རེད་པ། འཛམ་བུ་གླིང་གི་ཡིག་རྩིས་རྒྱུགས་སྤྲོད་ཡིན་ན་རེད་ག་རེ་ཡིན་ན་རེད། ཁོ་བརྒྱ་ཆ་ཕྱེད་ཀ་ལོན་ན་འགྲིག་གི་ཡོད་རེད། ཨ་རིག་གི་གྲོས་ཚོགས་འཐུས་མི་ཞིག་གདམ་དགོས་ཡོད་ན་རེད། སྲིད་འཛིན་ཀྲི་རམ་གྱི་བཀའ་བློན་ཞིག་གདམ་དགོས་ཡོད་ན་རེད། ཐ་ན་ང་རང་ཚོའི་སྲིད་སྐྱོང་གི་བཀའ་བློན་ཞིག་གདམ་དགོས་ཡོད་ན་རེད་དེ་ཚོ་ལོན་ན་ཡིན། གུ་ཡངས་པོ་ཞུ་སྤྲད་རེད་བ། གྱི་དུས་ཉིད་རྩ་གསུམ་གྱི་འོད་རང་ན་ཐོབ་ཡལ་འགྲོ་བ་དེ་འདྲའི། ངོ་ནས་བཤད་ན་དེ་ཚང་མར་ཁག་པོ་བཟོས་དང་ནི། མི་གཅིག་གིས་མའི་ལད་མོ་ཐུ་ཡལ་དེ་འདྲའི་འཇིགས་ཡོར་བ། དེ་འདྲའི་གི་ཁྱད་ཆེན་བསྐྲུན་ན་རག་རེད་རག་མ་རེད་བ། ཡིན་ན་ད་ཡིན་གཅིག་དེ་འདྲའི་གི་སྐད་ཆ་བཤད་འདོད་དུས་ཡང། དེ་སྲིད་ཅིག་ནག་པོ་གཅིག་འཇུས་ས་ཡོད་ན་ལམ་སང་ཁོ་རང་ནག་པོ་དེ་གི་ཕ་དཀར་པོ་ཆ་ཚང་ནག་པོ་བཟོ་ཐུབ་གི་འདོད་མི་འདོད་ལྟ་བྱ། ཕྱག་ལས་གནང་ཡ་དེ་ཏག་ཏག་བྱས་བསྡད་མ་སོང་བསམ་སོང་ད་ལྟའི་སྲིད་སྐྱོང་གི་བཀའ་སློབ་གནང་ཡ་དེ་ལྟས་ཚེ་གཅིག་ཐལ་དྲགས་པ་མིན་འགྲོ་བསམ་བསམ་བྱུང། ད་བཀའ་མོལ་འདི་འདྲ་རེ་བོ་ཅིག་སྲིད་སྐྱོང་གིས་གནང་བ་ཡིན་ན་དེས་སྤྱི་ཚོགས་ནང་ལོ་ཡ་བརྡ་ལན་ག་འདྲས་འགྲོ་གི་ཡོད། བེད་སྤྱོད་ག་འདྲས་བཏང་གི་ཡོད་འདི་ད་པ་འདི་སྲིད་སྐྱོང་གིས་མཁྱེན་མཁན་པ་རེད་རེད་བ། ད་ག་ངོས་དང་པོ་སྲིད་སྐྱོང་གི་ལས་གཞི་འགོ་གཙོ་ཡོང་དུས་སྐབས་སུ། ཨོ་ནི་མངའ་རིས་ནས་ལྷས་སར་འགྲོ་གི་ཡོད་ན་བོད་ལ་འགྲོ་གི་ཡོད་ལབ་གི་ཡོད་པ་རེད། ཨ་ནག་ན་ཞིག་ཁམས་དང་ཨ་མདོ་ནས་ཡ། ཇོ་བོ་རྒྱལ་ཁར་འགྲོ་གི་ཡོད་ན། ནས་ལྷའི་ས་ལ་འགྲོ་གི་ཡོད་ན་ད་གང་དག་བོད་ལ་འགྲོ་གི་ཡོད་ལ་འོ་རེད་ཟེར་ན་དེ་འདྲའི་བཀའ་མོལ་གནང་བསྡད་པ་རེད་དེ་གྲོས་ཚོགས་ནང་ལ་གླིང་མོལ་བྱུང་པོ་རེད་ཨང་ཅི་ཚོགས་ནང་ལོ་རེ་འདི་གང་ལ་བགྲོ་གླིང་མང་པོ་གནང་བར་བ་ད་འོ་འདི་བཤད་ཡ་མི་འདུག་འདི་བཤད་ན་དེ་འདྲའི་ཅི་རེད་འགྲོ་གི་འདུག་སྤྱི་ཚོགས་ལ་འཁྲུག་ཐེབས་ཡ་རྒྱ་ནག་ལ་གོ་ཡ་གི་ལག་ཆ་རེད་འགྲོ་གི་འདུག་བསམ་བྱ་ད་མ་སོང་ཡ་གི་སྐད་ཆ་རེད་བ་ཡང་དེ་རིང་འདས་རང་འཇགས་འདུག། ཁམས་པ་དང་ཨམ་དུ་ཐོབ་ཐང་ཡོད་མེད་གང་ལ་བཀའ་མོལ་གནང་དེ་ཏག་ཏག་བྱས་བསྡད་ཡོད་མ་རེད། འདིའི་ནང་ལོགས་ནས་ཅིག་ཁམས་པ་ཡ་དམིགས་བསལ་གྱི་ཡང་ཅིག་ཟུར་བཏོན་བྱས་བྱས་བཀའ་མོལ་གནང་བ་དེ་ཚོ་ད་སྤྱི་ཚོགས་ནང་ལོགས་ལ་བེད་སྤྱོད་ག་འདྲ་ཞིག་གཏང་གི་རེད་བརྡ་ལན་ག་འདྲ་ཞིག་སྒྲོག་གི་རེད་བ། ད་ང་རང་སོ་བདུན་ལ་ཡོད་བསྡད་པའི་དར་ནག་རུ་ཁག་གིས། སྤྱི་ལེ་གཅིག་སྒང་ལ་རྒྱ་རམ་བཅས་ཀྱི་མཚན་བརྡ་འདི་བཞག། སྤྱི་ལེ་གཅིག་གི་འོག་སྒང་ལ་ནི་འདུག་ས་འདུག་སྡོད་ཆོ་ག་ཁམས་རིགས་དེ་བཞག་བྱས་ཨ་ནི་ལྡབ་རེ་བཙལ་བསྡད་ཡོད་རེད་བ། ད་འདི་བེད་སྤྱོད་ཞིག་གཏང་གི་རེད་བ། ད་འདི་དང་འདི་འདྲ་བའི་ཐོག་ནས་ང་རང་ཚོའི་ནང་ལོགས་ཡང་གནས་ཚུལ་མང་པོ་ཅིག་ཡོང་སྡད་ཀྱི་འདུག་བ། བྱས་ཙང་གི་འདི་འདྲའི་བཀའ་མོལ་འདི་ཚོ་མ་གནང་བ་ཡིན་ན་ཡག་པོ་འདུག་དེ་སྔོན་ནས་འདི་ཅིག་མ་གནང་ན་ཡང་ཅིག་མ་འགྲིག་ཡ་གི་སྐད་ཆ་བྱས་ན་ནི་ཁོ་གནང་དགོས་ཀྱི་རེད་ཁམས་པ་ལ་ཐུག་ན་རེད་ཨ་མདོ་ལ་ཐུག་ན་རེད་དབུས་གཙང་ལ་ཐུག་ན་རེད་གནང་དགོས་ཀྱི་རེད་ནི་འདི་འདྲའི་གི་ཅིག་མ་གནང་ཡ། མ་གནང་ན་ཅིག་བད་ཁོ་རང་འཐུས་ཤོར་འགྲོ་གི་ཡ་དེ་མ་ཐུག་ཡ་གི་ལས་ཀ་བྱེད་མཁན། ལྟོས་ལྟོས་ཆོལ་ཁ་ཁམས་རིགས་སུ་ལས་བྱེད་ཀྱི་བྱས་བཞག་པ་ཡོད་རེད་བསམ་གྱི་མི་འདུག་ཡིན་ན་ངའི་ཁམས་རིགས་ཚང་མ་ཡག་པོ་རེད་ཟེར་ཤེས་ཀྱི་མེད་རེད་བ། མི་སྡུག་སྐྱག་དེ་འདྲས་ཡོད་རེད་བཀའ་མོལ་འདྲ་མི་འདྲ་གནང་ངེས་དེ་འདྲས་ཡོད་རེད་ལས་ཀ་འདྲ་མི་འདྲ་བྱེད་ངེས་དེ་འདྲས་ཡོད་རེད་རེད་བ། ཡིན་ནས་བརྒྱ་ཆ་དགུ་བཅུ་གོ་དགུ་དེ་ཧྲ་ཐག་ཐག་འགྲོ་བསྡད་ཡོད་བསམ་ཡིན་ཡིད་ཆེས་དང་སྤོ་བ་དང་གཏིང་རྩོད་ཡོད་ན་ང་ཡོད་ཤོད་རེད་བ། གཞན་ཡང་ཚང་གི་དེ་འདྲས་ཞིག་གནང་བ་ཡིན་ན་མ་གཏོགས་རས་ཀྱི་དེ་ལས་ཀ་བྱེད་ཀྱི་ཡོད་རེད་བས། ཡར་འགྲིག་ཡས་ཀྱི་ལས་ཀ་དེ་བྱེད་ཀྱི་ཡོད་རེད་བ། འདི་དགའ་མོ་གཅིག་རེད། འོ་ན་ཡང་ང་ཚོས་ཅིག་ཆབ་སྲིད་ཀྱི་ད་ལྟ་དབྱིན་ཇིས་ཀྱི་སྔོན་མ་རྒྱ་གར་དབང་བསྒྱུར་བྱས་པའི་སྐབས་སུ། Divide and Rule། རེད་བ། དུམ་བུ་བཟོས་བྱས་ཁ་བྲལ་བཏང་བྱས་ཨ་ནི་ཕྱོགས་གཅིག་དེ་དབང་བསྒྱུར་བྱས་ཕྱོགས་གཅིག་དེ་གི་གཅིག་དེ་ལ་མནན་བཅུག་ལས་ཀྱོར་ད། ད་འདི་ནང་བཞིན་དེ་འདྲས་ཀྱི་ཡང་ད་འདྲས་གཏོར་བྱས་ད་གང་ད་སྔོན་མའི་འོས་བསྡུ་དེ་དེ་འདྲས་འགྲོ་བ་ཅིག་སྒང་ནས་ནི་དེ་དུ་སྲིད་སྐྱོང་ཐོབ་རེད་བ།

རྐུབ་ཆག་ཅིག་དང་བལྟས་ས་ཅིག་དང་བརྐྱངས་ས་ཅིག་ཟས་ཀྱང་བཏུང་བས་ཤི་ར་ན་ག་རེ་ཡིན་ན་བྱས་གོ་ངེས་དེ་འདྲས་ཡོད་རེད་བྱེད་ངེས་དེ་འདྲས་ཡོད་རེད་ཁ་ཤས་མིང་ཆུ་ནི་མ་ནར་འུ་ཐུག་བྱས་ཨ་ནི། དབྱངས་ནི་ཆོམ་ངེས་དེ་འདྲས་ཡོད་རེད་དེ་ཚོ་གི་ཟོལ་འདྲ་བོ་དེ་འདྲས་ལ་ཡང་གོ་སྐབས་འདྲ་བོ་ད་ཅིག་ནི་ཚོའི་ཟོལ་འདྲ་བོ་ཅིག་འགྲིག་གི་མེད་འགྲོ་ག་རེ་ཡིན་ན་རེད་བ། གང་ལྟར་མ་ལྟར། ད་འདི་ཚོ་ང་ཚོའི་སྤྱི་ཚོགས་ནང་ལོ་ཡ་སྲིད་སྐྱོང་བཅས་ཀྱི་ཞལ་ནས་དོན་མ་གོ་ཡ་གི་བཀའ་མོལ་རེད་བཞག་རེད་བ། བྱས་ཙང་གི་མ་འོངས་པ་དེ་འདྲས་མ་གསུངས་རོགས་བྱས་ཟེར་ནས་ངས་དེ་རིང་འབོད་སྐུལ་ཞུ་གི་ཡོད་རེད་བ། ཧ་གསུངས་ནས་ཅིག་བྱས་འདུག་བསམ་པ་ཡིན་ན། བལྟ་རྒྱུ་རེད་ད་ག་རེ་བྱས་འདུག་རེད་བ། དེ་མ་གཏོགས་རྩ་བའི་ང་རང་ཚོའི་སྲིད་སྐྱོང་ག་བ་ལ་ཕེབས་ཀྱི་ཡོད་ན། སྒྲོམ་གཞི་ཅིག་རེད་བ་གཞིས་ཆགས་ཁག་ལ་ཕེབས་ཀྱི་ཡོད་ན་གཞིས་ཆགས་དེ་དང་འབྲེལ་བའི་བཀའ་མོལ། མི་མང་ལ་ཅིག་ཁ་ལོ། ཁ་བརྡ་ལབ་བྱ་ཡ་རབ་བཟང་སྤྱོད་སྐུ་མདུན་བཀའ་དགོངས་པ་དང་དེ་ཚོ་གི་ཐོག་འབྲོམ་གཞིས་འགྲོ་བྱེད་བཟོས་ནས་ནི། མ། ཁ་ལོ་རྐང་ཚོའི་དོན་ཚན་དུ points ལེགས་རོ། ལས་རིམ་རོ་ཀྲིག་བྱ་གསང་ན་མ་ཏོ། ནི་ཁ་ནི་ག་རེ་ཐེབས་ཐེབས་གསུང་བྱ། ནི་མི་མང་བ་ལ་དེ་དེ་དོན་ཁྱེད་ཚོ་གཅིག་གཉིས་ཕ་བཟོ་ཡ་མི་དགོས་དེ་འདྲ་གསུང་བྱ། ཨ་མཚམས་མཚམས་ནི་འདྲ་མི་འདྲ་དོན་བྱ་དེ་འདྲ་བྱས་བསྡད་པས་ན་ཏག་ཏག་ཅིག་དེ་གི་ཡོད་ན་མེད་ན། དེ་ཡང་ཅིག་ཁ་ལོ། གོ་དགོས་ཀྱི་རེད་བསམ་འདུག་ད་འཛམ་བུ་གླིང་ཚང་མ་ལ་སོ་སོ་གི་ཆབ་སྲིད་ཀྱི་སྲིད་ཇུས་ཉམས་ཞིག་ཡོད་པ་ཆེ་ནས་ཁོ་ཚོ་གི་སྒྲོམ་གཞི་བཟོས་ཆེ་ལུང་པ་འདི་ལ་བཀའ་མོས་འདི་གནང་དགོས་རེད་ལུང་པ་འདི་ལ་བཀའ་མོས་འདི་གནང་དགོས་རེད་མི་འདི་ལ་བསྟོད་ར་བཏང་དགོས་རེད་མི་འདི་ལ་བསྟོད་ར་བཏང་ཡ་ཡོད་མ་རེད་ཁ་ཡང་ལུང་པ་ཁོ་རང་གི་མ་དགའ་གི་མི་ཅིག་ཡང་ང་ཚོས་བསྟོད་ར་བཏང་བསྡད་པ་ན་འགྲིག་གི་མ་རེད་བ། ལུང་པ་ཁོ་རང་གི་ཡང་དགའ་བསྡད་བ་གལ་ཆེན་པོ་མི་ཅིག་ལ་ང་ཚོས་སྨད་ར་བཏང་ན་ང་ཚོ་ལ་མ་དགའ་ནས་སྨད་ར་བཏང་ན་འགྲིག་གི་མ་རེད་བ། ཁྱེད་ཚོ་དེ་འདྲ་གི་སྒྲོམ་གཞི་བཟོས་ནས་བཀྲིག་གི་ཡོད་རེད་བ། ད་འདི་ནང་བཞིན་ང་ཚོ་སྲིད་སྐྱོང་ལ་དེ་འདྲ་ཞིག་གོ་ས་རེད་བསམ་གི་འདུག་རེད་བ།